གཟར་བུ་ནང་མ་དག་མཐོང་ན་ནི་དཔེ་མ་སྲིད་ལེགས་པོ་མཐོང་ཞེས་སྙོམས་སྲིད་ཆུང་ང་གང་ཞོག་ཧ་མདོ་ཚ་སྤེ་ཡང་ངེས་ལ་བྱང་ལྗང་ལྡེང་ག་བསམ་ཆོས་ཀྱི་ལ་བྱང་ལྗང་ལྡེང་ག་བསམ་ཚུལ་གའི་ཞུ་བ་དོན་ལ་སྲིད་ཆུང་ང་གང་ཞོག་གི་ནི་ལ་དཔེ་མ་སྲིད་གོང་ས་མཆོག་ག་བཀའ་སྲུང་བཅུ་དྲུག་ཞུ་ལས་རེ་ཁཱན་དང་ནི་བོད་རྩ་དོན་ག་ཨོ་མདོ་ཕྱག་ལས་སྣང་མེད་རེ་ཁཱན་ད་ག་གནང་ཞེས་ནི་དབུ་མའི་ལམ་ག་ཤར་ཕྱོགས་ག་ནི་ཨོ་མདོ་ཐོར་ལག་དར་སྣང་མེད་རེ་ཁཱན་དང་ད་ག་གནང་ཞེས་ནི་བོད་རྒྱ་གྲོས་མོལ་ཐོད་ག་ཨོ་མདོ་ཐོར། ལག་བསྟར་གནང་མི་རེ་ཁཱན། རྙོག་མ། ཆོ་ག་གསུམ་ཀ་རྡོག་རྩ་གཅིག་དྲིལ་གཅོད་སྤེལ་རེ་ཁཱན་ཨོ་མདོ་གང་ས་དོར་སྲིད་སྐྱོང་ཚ་བསོད་མི་ཉི་ཨུ་ནུ་ནང་ཀའི་བུ་སྲིད་སྐྱོང་ཨ་ཀཱན་ཤོ་གི་ཉི་ལ་གཙོ་ཆོས་ཤོ་ལེགས་བུ་ནང་ཀའི་གི་ནེ་ལ་པེ་མ་སི་ལེགས་བུ་དོར་ཨོ་མདོ་དམ་པེ་ཁེའོ་གའི་ཆི་ལུ་ཐོང་ཤི་ཉི་ཨོ་ན་ནང་ཀའི་བུ་གི་ནི་ལ་ནི་ཇི་གི་ཨོ་མ་སྲིད་སྐྱོང་ཨུ་མི་གོ་མ་ཡེན་བཞེངས་པ་ཅོ་ཨོ་ན་ཡེན་ནང་ཀའི་གི་ནི་ལ་ཨོ་མ་ཨོ་མ་བཀྲ་ཤིས་དབང་འདི་ལ་ཤོ་གོང་པ་ཤུན་ཤི་མི་ཨུ་མི་གའི་གོང་པ་ཤུན་ནི་གི་ལ་ཨོ་མ་རོག་ཏི་ཨུ་མི་ནང་ཀ་སུམ་ལུས་པ་ཅཱ། གསུམ་ནང་ཀ་གི་ནི་ལ་ནི་ཅི་དང་ཧ་ལས་བ་གི་གསུམ་རང་ལེགས་པོ་ལ་མི་ནི་ཨོ་ན་ལེགས་པོ་ནང་ཀའི་བུ་གི་ནི་ལ་ཅི་ཨོ་ནིང་དོ་ནང་ཨ་ནི་ནི་ཞིམ་ཅུ་ཨ་ནི་ནི་ལེང་ཐེང་ན་ནི་ཨོ་ནིང་གོད་པ་གེམ་གི་ནི་ལ་ནི་ཨོ་ན་ནང་ཀའི་ལེགས་ཤོས་ཤོས་གི་ནི་ལ་ཨོ་མ་དེ་གསུམ་བཀའ་བློན་ཟུར་པ་སྐུ་ངོ་གྲོང་ཆུ་ངོ་གྲུབ་ལ་ནི་རོ་ལེགས་ཤོས་མཐོང་ན་ནི་རོ་གི་ནི་ལ་ནི་སོང་ངོ་ཨོ་མདོ་དོར་སྲིད་སྐྱོང་གཤེགས་པ་དོ་ཨ་ནི་ལ་ནི་ཨ་སྟེ་བུད་མེད་སྤྱི་ཚོ་ནང་ཀ་གི་ནི་ཨོ་ཞི་འཇམ་དང་ལྷིང་འཇགས་གཉིས་ཨོ་མདོག་དོར་སོང་ངོ་གི་ནི་ལ་ཏན་ཏན་ལེགས་པོ་མཐོང་ཞི་ཅི་དང་ལྟ་འི་མི་ནང་ག་ཞུ་གང་སོང་ངོ་ཟུམ་རང་ལེགས་པོ་ལ་ཞུ་གི་ནི་ཨོ་ན་ལེགས་པོ་ནང་ག་གི་ནི་ཨུ་རང་ཅི་གི་སི་ནི་ལམ་ནི་ལེང་དེང་ནད་འགོད་པ་གམ་ནི་རོ་ག་ནི་ཛོ་གི་ནི་ལ་པེ་མ་སི་ཧ་ལེ་བ་གི་ལེགས་པོ་ལ་ནི་ཨོ་ན་ནང་ག་ཨུ

གི་ནི་བོ་འདོ་ཀ་ལན་སྤྲུལ་པ་མང་པོ་དུ་བྱོན་མ་གི་ལ་ནི་འོ་ན་ནང་ཀའི་བོ་འདོ་ས་དབང་ཐོ་ག་ནི་ཨ་ཏི་ཆ་ལེ་ནང་མི་རེ་ཁན་པ་ནི་བོད་ནང་ཀ་བོ་འདོ་དུ་བྱོན་ཐོ་དང་བོ་འདོ་ལུགས་རྒྱུད་ནང་མ་ཐན་ཞི་མི་ནི་འོ་མ་དེ་སུང་ཀ་ལན་སྐུ་ངོ་གྲོང་རྒྱུད་དངོས་གྲུབ་ལ་གི་ནི་ལ་ནི་རོ་ཀི་བོ་འདོ་དུར་ནི་བོད་ནང་ཀ་ས་དབང་ཐོ་ག་བྱོན་ནི་གི་ནི་ལ་ཧ་ལེ་བ་གི་བོ་འདོ་དུར་ནི་ཨ་ཏི་བྱ་ག་ནང་ཀ་གི་ནི་ལ་གོང་ས་མཆོད་ཀ་བོ་འདོ་དུར་ཀ་ལོབ་གི་ནི་བོ་རང་ནི་ཨ་ཏི་བོད་ནང་ཀ་ནི་ཨ་ཏི་བོད་མི།

ཟུར་པ་སྐུ་ངོ་གྲོང་ཆུང་དངོས་གྲུབ་ལ་ཡི་རོ་ཀ་ལགས་དང་མོ་ལའང་ཨོ་ཉིང་གསལ་མི་ན་ཨོ་ཉ་ནི་ནི་སྐུ་ངོ་གྲོང་ཆུང་དངོས་གྲུབ་ཤུ་ཀི་ནི་ལ་ཉིས་སྟོང་ཉིས་རྩ་གཅིག་ག་ནི་སྲིད་སྐྱོང་རོ་ཧ་ལེ་བ་གི་ནི་ཨོ་མདོ་ཐོར་ཨ་ཏེ་བོད་མི་ས་ཡ་དྲུག་ག་ཕ་མདོ་ག་མདང་ནི་ཏན་ཏན་ཨ་ཏེ་བུད་མེད་གི་ནི་བུ་ཆོ་ག་གསུམ་ག་དོག་རྩ་གཅིག་ཁྲེ་ནང་མི་རེ་བས་ཨོ་མདོ་ཐོ་དམིགས་ཡུལ་མཐོང་ན་ཨོ་ཉ་ནི་འཇང་གི་ནི་ལ་སྐུ་ངོ་གྲོང་ཆུང་དངོས་གྲུབ་ག་རྒྱབ་སྐྱོར་ཞུ་འཇ། གཡོག་མ། སྲིད་སྐྱོང་ཨ་ཀང་ཞོ་ཧན་དོ་ཚ་སྤེ་ཡང་ལ་ནི་ཇང་ལྗང་ཏན་ག་བསམ་ཚུལ་ཞི་བ་དོ་ནི་ལ་གཙོ་ཆོས་ཤོ་ཤོ་གི་ནི་ལ་ནི་ཨ་སྟེ་བུད་མེད་རྡོག་རྩ་གཅིག་དྲི་ནི་ཨོ་མདོ་ཅོད་པེ་རེ་ཁན་ཏན་ཏན་ཚ་སྤེ་རྒྱལ་ཆི་ལུ་ལའང་ནི་རྡོག་རྩ་གཅིག་དྲི་ཅོད་པེ་རེ་ཁན་ཞོ་གི་ནི་ལ་ནི་སྐུ་ངོ་གྲོང་ཆུང་ངོ་གྲུབ་ནི་རོ་ཀ་ལགས་དང། མོ་དང་མཐོང་ན་གཉིད་རོ་གིས་གཅོད་པའི་རེ་བས་ལའང་སྦྱང་ཡིད་ཆེས་རྡོག་ཐོར་ཏན་ཏན་གཤེགས་ན་ནི་དོན་མཛད་གཉིས་པ་ཞག་ཧང་ཤུ་ལེ་ལའང་ལ་ནི་དོན་མཛད་གཉིས་པ་ཤུ་གི་ནི་ལ་བྱ་ནག་དང་ནི་ཨ་ཏི་བུ་ཀ་ཁྱམས་ཀ་གི་ནི་ཨོ་མདོ་དུ་བྲེལ་ལམ་རྡོག་ཐོར་ནི་ཡར་རྒས་ཕི་ལེ་རེ་བ་དང་བྲེལ་བ་བཟང་པོ་གཅོད་པའི་རེ་ཁང་ནི་ཏན་ཏན་ཨུ་ནུ་གི་ནི་ལ་སྐུ་ངོ་གྲོང་ཆུང་ངོ་དྲུག་གི་སྣང་མེད་རེ་བའང་ཨོ་མདོ་དུ་ཡིད་ཆེས་ཆེག་ཅི་ནི་ཨོ་ཉག་གཉིས་ཀྱི་ནི་ལ་ནི་སྐུ་ངོ་གྲོང་ཆུང་ངོ་དྲུག་གི་གི་ནི་ལ་ནི་བྱ་བྱ་བྱ་ཨོ་མདོ་དུ་སྣང་མེད་རེ་བ་ག། ནི་ཡིད་ཆེས་དག་ཏུ་ཏན་ཏན་འབྱུང་ཞིག་ནི་དོན་འཛིན་གསུམ་ཧང་ཞུ་ལེ་ཡང་ནི་ལ་ཨོ་མ་ས་བུན་གོང་ས་མཆོག་གིས་ནི་ཨ་ཏེ་བུད་མེད་ས་ཡ་དྲུག་གི་དོན་དག་གི་ནི་སྐུ་ལས་ནི་སྤྱོད་གནང་མ་གིས་ནི་ལ་ཨོ་མདོ་དུ་ནི་ལུག་ཇུ་ནང་ག་གེ་རབ་ནང་ག་གིས་ལ་མང་པོ་དོར་གིས་ཁེན་མེད་གིས་ལ་ནི་ཨོ་མདོ་དུ་གེ་རབ་ནང་ག་གིས་ནི་བུ་ཁ་སེ་བུ་ཨོ་མདོ་གེ་རབ་ཁོས་ནི་ཐོག་གིས་ལ་ཐམས་ཅད་རང་ཁེན་སེ་གིས་ལ་ནི་ཨུ་ནུ་གིས་ནི་ལ། གོང་ས་མཆོག་གིས་ནི་ཨ་ཏེ་བོད་མི་ས་ཡ་དྲུག་གི་དོན་དག་གི་ཨོ་མདོ་སྐུ་ལས་སྐུ་ངལ་ཚད་མེད་མཐོ་བའི་སྐུ་ལས་བཅོལ་ནི་གནང་ཐོག་གིན་ལ་ཨུ་ནུ་ནི་ཨུན་ཅང་གིན་ནི་བུ་མ་ངྷ་པ་ནི་ནི་མུ་ཐུ་ནི་གིན་ལ་འཇུག་སྦྱོང་གནང་མེད་རེད་ཁ་མཆོག་གིན་ནི་ལ་ཨི་བི་གི་གནང་མེད་རེད་པའི་ཡང་ལ་ཨུ་ནུ་ཆོས་སྐུ་ངོ་གྲོང་ཁྱུང་ངོ་སྒྲུབ་གི་གནང་མེད་རེད་པའི་དོ་ཐོང་ན་ཨོ་ནི་ཨ་ནི་ནི་སྐུ་ངོ་གྲོང་ཁྱུང་ངོ་སྒྲུབ་གི་མུ་ཐུ་ནི་ཨོ་མདོ་དོ་འཇུག་སྦྱོང་གིན་ནི་ལ། གོང་ས་མཆོག་གི་གསུང་ཐོག་བཀའ་སློབ་ཀི་ནིའུ་ཏྲ་གོང་ས་མཆོག་གི་ཨོ་མདོ་སྐུ་ངལ་འཛེམ་མེད་ཐོག་གི་སྐུ་ལས་བཅོལ་གནང་མ་ཀི་ནིའུ་ཏྲ་ཧང་ནང་ཀ་གི་ནིའུ་ཨོ་མདོ་ཐོག་གོང་ས་མཆོག་གི་གནང་ཐོག་གི་ནི་ལ་ནི་ཉམས་པའི་ལར་སོ་དང་མི་ཉམས་གོང་འཕེལ་ཨོ་མདོ་ཐོག་ནི་ཏན་ཏན་ནི་ཨོ་མདོ་ཐོག་གི་ནི་ལ་སྐུ་ངོ་དྲུང་ཆུང་དངོས་གྲུབ་ལགས་ཀི་གནང་མི་རེ་བས་ཀ་ཡི་ཆེ་ཐོག་ཏུ་ཏན་ཏན་ཤེག་ཅི་ཨོ་ནི་ཨ་ནི་སྐུ་ངོ་དྲུང་ཆུང་དངོས་གྲུབ་ཀ་གི་ནི་ལ་ནི་རྒྱབ་སྐྱོར་ཞུ་ལས་ཀའི་ཕྱི་ལུགས་ཐོག་མཐོང་ནའང་ཨོ་ནི་ཞུ་འཇ། ནི་ཨོ་མ་སྐུ་ངོ་དྲུང་ཆུང་དངོས་གྲུབ་ཤོ། སོང་བ་ཧ་འདོག་གི་ཡོ་ལ་ཡང་ནི་ལ་ཇི་ཡོ་ནི་ལེགས་པ་ནི་ཉམས་ཤི་ཡ་ལ་གི་ནི་ལ་རོག་གི་ནི་ལ་ཨ་ཏི་བོད་མི་ཐམས་ཅད་རང་འཐོར་འདོ་ཨ་ནི་ནི་ཨོ་འདོག་གོད་པི་རེ་ཁ་འདང་ནི་ཆོ་ག་གསུམ་གི་ནི་ཨུ་ཆོ་ག་གསུམ་ནི་ཨོ་འདོག་འཐོར་ཨི་ཨོ་མ་ཅད་པ་ཨ་ནི་ནི་ཨོ་འདོག་ཨི་ཨོ་མ་ཅད་པ་ཨ་ནི་ནི་འཐོར་འདོ་ཨ་ནི་ནི་རོག་དབུས་གཙང་གི་ལ་ནི་དབུས་གཙང་ག་མིག་སེ་གི་ལེགས་པོ་ཨ་ལ་ཡ། ཨོ་མདོག་མང་གི་བ་ནི་གི་ནི་ལ་དོད་དོད་གི་ནི་བུ་འདྲ་དོད་མེད་གི་ནི་བུ་འདྲ་དབུས་གཙང་གི་ནི་བུ་འདྲ་ནི་ཨོ་མདོག་གི་ནི་ལ་རུ་གི་འཐོར་དོ་བ་ནི་གོད་པི་རེ་བ་དང་ནི་ཨོ་མདོག་ནི་རྒྱུ་ནས་ཁྱད་པར་མོ་བ་འཐོར་ཨོ་མདོག་སྣང་མེད་རེ་ཁང་སོ་ངོ་རོ་ཀ་ཤི་ཀ་ལེགས་པོ་ཨོ་མདོག་ལ་མི་ནི་རོ་གི་ནི་ལ་ནི་ཨོ་མ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བ་བེ་དང་བྱ་ན་བྱམས་ཀ་གི་ནི་ལ་རྙོག་དྲ་ཨོ་མདོག་ཕྱི་ལུ་འཇུག་མ་ཀམ་གི་ནི་བུ་རང་རོ་གི་ཨོ་ན་དི་ཀ་ནི་ལ་རོ་བུ་ཆོ་ག་གི་ལ་རོ་གི་ནི་གནས་དང། ཆ་ཚང་ཧ་གོ་འཇར་མི་ཧ་གོ་ཨ་ནང་ཀའི་བུ་ཀི་ནི་ལ་ནི་ཨོ་མདོ་ཏོ་ཨ་ཏི་བོད་ཤོར་བས་དང་ཨོ་ན་ཀབ་ཨོ་ན་ཏི་ཀ་རང་ཀི་ནི་ལ་ནི་གནས་དང་ཆ་ཚང་ཧ་གོ་ལི་རེ་བ་དང་ནི་མ་འོང་པ་ཀི་ནི་བུ་རོ་སི་ཅོང་ཁོས་པ་ཏོ་ཨན་ལ་ནི་རོ་ཀི་ཧ་འདེན་ནི་ཨོ་ནོ་གནས་དང་དོར་བས་ཀི་ནི་ལ་རོ་ཀི་ཧ་འདེན་ཨ་དྲེ་ལམ་སྣང་མི་རེ་བས་ལ་ཨོ་མདོ་སྨི་གུ་བཙུག་ནི་ནི་ཨོ་མདོ་སོང་ངོ་ཨ་ལེ་རེ་ཧན་དོར་ཀི་ཨོ་ལ་མི་ནི་ཨུ་ནུ་ནང་ཀའི་བུ་རོ་ཀི་ཀི་ནི་ལ་གོ་ཨོ་རང་རོ་ཀི་ལ་ཨེ་གོ་བཙུག་པ་ཀ་རམ་ཀི་ནི་ལ་གོ་བཙུག་པ་ཀམ་རང་ནི་གོང་ས་མཆོག་ཨོ་མདོ་དོར་ཀུ་ཅག་དོར་བས་ཀི་ནི་ལ་སྨི་གུ་བཙུག་ནི་ཀི་ནི་ལ་གོང། གོང་ས་མཆོག་སྨྱོ་འདོག་དོར་གཉིས་ཞབས་ཇུས་ཞུ་སླད་དམིགས་ཡུལ་ཙུང་ནི་གིན་ལ་གོ་རང་རོག་གི་གིན་ལ་བདེ་སྲུང་ག་དྲུང་ཆེ་དོག་དོག་ཨོ་འདོག་དོར་གཉིས་ལས་འགན་འདོག་དོར་ཞུ་བ་ལ་སྨི་གཉིས་ཨོ་ནའི་ཚིག་འཛིན་གི་ནི་ལ་གཉིས་རོག་གི་བདེ་སྲུང་བཀའ་བློན་ཨོ་འདོག་དོར་ནང་གཉིས་གིན་ལ་ཨོ་མ་བསགས་བུན་གི་ནི་ལ་རོག་གི་ལོ་མང་དོར་ཨོ་འདོག་ལོ་མང་པོ་དོར་གི་ནི་ལ་སྨྱོ་འདོག་བདེ་སྲུང་ནང་ག་གཉིས་གོང་ས་མཆོག་སྐུ་ལྕ་དོར་བ་གི་ནི་ལ་གཉིས་ཨོ་མ་བསགས་བུན་ཧང་རང་གཉིས་ཨོ་འདོག་སྐུ་ལྕ་དོར་བའི་དཀའ་ངན་མ་བྱུང་མ་བཏང་ཨོ་འདོག་དོར་གི་ནི་ལ་གཉིས་རོག་གི་གིན་ལ་ཞབས་ཇུས་ཞུ་ནི་གིན་ལ་པད་མ་སི་ལེགས་པོ་རུ་བ་ལ་སྨི་གཉིས་ཨོ་ནུ་ནང་གའི་བུ་གི་ནི་ལ་གཉིས་ས་དབང་དོར་བ་གི་ནི་བུ། གང་མི་སེ་ལེགས་བུ་དང་ནི་ཨ་ཏེ་དེ་གཟུང་ནང་ག་གི་ནི་བར་ནི་རོ་ག་གི་ནི་ལ་ཐམས་ཅད་ཀ་རང་རྩིས་ལས་རེ་བ་དང་ཐམས་ཅད་ཀ་རང་ཡིད་ཆེས་གཤེགས་པ་ཨོ་མདོ་དོ་རོག་གི་མཆོད་བསྟོད་རེ་བ་ཨོ་མདོ་གསུང་ངོ་ལ་མི་ནི་ཨོ་མ་སག་བུ་རོ་ག་བྱེད་བྱེད་གི་ནི་ལ་ཨོ་མདོ་ལེགས་བུ་ལའང་ནི་ཨོ་ནྱ་ནྱི་གི་ནི་ལ་ནི་སྐུ་ངོ་དྲུང་ཆེ་ངོ་སྒྲུབ་ཁ་གི་ནི་ལ་ནི་ཨོ་མདོ་བྱབ་བྱོར་སྣང་མ་དོ་ཨ་ནི་ལ་ནི་བརྟན་བརྟན་མ་འོངས་པ་གི་ནི་བུ་ཨའི་བ་གི་ཨོ་མདོ་དོ་ནི་གསུང་ངོ་སྲིད་སྐྱོང་བཀོད་པ་གི་ནི་ལ་མ་ནོར་བ་དང་ནི་ཨའི་བ་གི་གི་ནི་བུ་དམིགས་ཡུལ། ཐོག་གི་ནི་ལ་ཏེན་ཏན་མི་ཡུལ་གྲུ་བྷེ་རེད་པ་དང་ནི་མ་འོངས་པ་གི་ནི་བ་ཨ་ཏེ་བུད་མེད་ཐམས་ཅད་ག་རང་གི་ནི་ལ་ཨོ་མདོ་དོར་ནི་རོ་ཀི་གི་ནི་ལ་ངོ་ནི་དཀའ་ངལ་མ་འཕྲད་པ་ཨོ་མདོ་ནང་མི་རེ་བེ་ལ་ཨང་ཨོ་ནི་ཞུ་འཇའ། ནི་ཇི་ཨོ་མ་གོ་ཆོད་ལ་གམ་ནི་ནའི་ཐམས་ཅད་ག་རང་གི་ནི་ལ་ཨོ་མ་ཇི་ཨོ་སའི་གོ་མ་ཞུ་ཨོ་ནང་གའི་བུ་གི་ནི་ལ་ཨུང་ཅང་གི་ནི་བུ་ནའི་བ་གི་ནི་ཞིབ་འཇུ་ཨ་ནི་ལེགས་པ་ཨ་ནི་ཞིབ་འཇུ་ཨོ་ད་ནི་ལ་ཕན་ཆེ། ནའི་བ་གི་སྲིད་སྐྱོང་དམ་པའི་ལས་ལ་བུ་མདོ་དོར་མཐོང་ན། སྲིད་སྐྱོང་གྱི་གཏམ་དཔེ་ལས་སླ་བོ་ཧན་དེ་མཐོང་ནའང་ནི་ལ་ཉིད་ཀྱིས་ཨོ་མ་ཨོ་སའི་ཐུང་ངར་གྲལ་བཤེར་ཕིན་ཏོ་ཨུ་ནུ་ཐོར་ཤ་མང་རྒྱུ་ཨ་ནི་ནད་པ་གིས་ནི་ལ་ཞིམ་རྒྱུ་ཨ་ནི་གིས་ནི་ལ་ནི་སྐུ་ངོ་འབྲོང་ཆུང་ངོ་སྒྲུབ་ཁ་སྐོར་ཁ་གིས་ནི་ལ་ནི་ངོ་དེབ་གནང་ཁ་གིས་ནི་བུ་ཕེས་སྦུག་གནང་ཁའི་བུ་གོད་པའི་ལྕག་གིས་ལ་ནི་ནད་པ་གིས་ཨོ་ནི་ཞིམ་རྒྱུ་གནང་ཤོས་ས་ནི་ཨོ་ནའི་ཏན་ཏན་ནི་ཧ་གོ་ལེགས་ཡོད་པས་ནི་ཨོ་ན་ནང་ཁའི་བུ་གིས་ནི་ལ་ནི་ཨོ་མ་སྐུ་ངོ་འབྲོང་ཆུང་ངོ་སྒྲུབ་ཁ་གིས་ནི་ལ་ནི་ནད་པ་གིས་རྒྱབ་སྐྱོར་ཨ་ལས་འཁྱིལ་བ་དང་ཨ་ལས་རེ་བ་ཧན་ཏན་གནས་སྟངས་ཤེག་པའི་ཡང་ལ་ནི

ངས་བོད་གོས་ཞུན་བྱ། སྨྱོན་མ་བཀའ་ཟུར་དངོས་གྲུབ་སྤྲང་ཆུང་གིས་གི་ནི་ལ་ངས་ལྗང་ལེགས་ཤོ་གི་ལ་ནལ་བ་གི་བྱ་དང་འོས་ལུགས་ཀྱི་ཨང་འོ་ནུ་མ་སྲུང་མ་གི་ལ་རོ་ཀ་གི་ནི་ལ་སྨྱོན་མ་འོས་མི་ནང་ག་ཞུགས་གི་ཨང་ནི་བོད་གོས་ཞུ་ནི་ནི་བོད་གོས་ཞུ་གང་ཞིག་ཨི་བི་ཏི་རང་གི་ལ་ཨང་ནི་ལ་སྨྱོན་མ་བོད་ནང་ག་ཤེས་གང་ཆབ་སྲིད་བཙོན་པ་སྨྱོན་མ་བཀའ་བློན་ཟུར་པ་ནི་ལས་བྱེད་ཟུར་པ།

སྲུང་མ་མང་གི་མི་གི་ནི་བུ་རང་རོ་ཀི་ཨོ་འདོ་མ་སྲུང་ནི་བུ་རང་ནི་རོ་ཀ་དང་རྒྱབ་སྐྱོར་ཞུ་གང་ཞུ་གི་ནི་ལ་སྨྱོ་མ་ལས་བྱེད་ལས་གཏོད་དང་ལས་བྱེད་ཟུར་པ་ནི་བཀའ་བློན་ཟུར་པ་བཀའ་བློན་ལས་གཏོད་སྤྱི་འཐུས་ཟུར་པ་སྤྱི་འཐུས་ལས་གཏོད་ནི་ཨོ་མ་ཁྲིམས་ཞིབ་པ་ལས་གཏོད་ཁྲིམས་ཞིབ་པ་ཟུར་པ་ནི་ཆབ་སྲིད་བཙོན་པ་ཐམས་ཅད་ག་རང་རོ་ཀ་དང་གི་ནི་ལ། ཅེས་དོ་ཨ་ནི་ནི་རོ་ཀི་གིན་ལ་སྲིད་སྐྱོང་ནང་མི་རེ་བེ་ཨ་ནི་ནན་གི་གིན་ལ་འོ་འདོ་ད་སྲིད་སྐྱོང་འོས་མི་ནང་ག་ཞང་གི་ཨ་རོ་ཀ་བུད་གི་ཞུ་ནི་གི་ནི་ལ་ནི་རོ་སྲིད་སྐྱོང་ག་ག་ཞུག་པ་གི་ལ་དེ་ག་ནང་ཤི་ནི་རོ་ཀ་གི་ནི་ལ་མིག་སེ་གི་སྐུ་ངོ་ངོ་གྲུབ་འབྲོང་ཆུང་ག་གི་ནི་ལ་ཨ་ཏེ་བཀའ་བློན་ཁྲི་པ་མཁས་དབང་ཟམ་གདོན་རིན་པོ་ཆེ་འོ་གི་གི་ནི་འོ་པེ་མ་སི་ཐུག་ནི་བུ་ནང་ཅག་གི་ལ་ནང་མི་སྐྱ་ཇུམ་ཙེ་ཧང་གི་ལ་རོ་སོ་ངོ་ལེགས་པོ་ཆུ་ཨ་དང་ནི་རོ་གི་ནི་ལ་ཨ་ཏེ་བུ་རྩ་དོན་ག་ཕང་ཏོ་གང་སོ་ངོ། ཆུ་བ་གི་ཨི་རོ་ཀ་ཨོ་མདོ་ཏོར་ཐུག་གནས་འུ་ནང་འཇར་མི་ནི་ཤཱན་སི་ཅུང་འུ་མི་ནང་ག་ཤུ་ཀན་པ་ཀ་ཨོ་མདོ་ཏོར་ལུག་ཅུ་མོ་ལ་མི་གོད་པ་ཀམ་ནི་ཨོ་མདོ་ཏོར་རྒྱབ་སྐྱོར་ནང་ཀན་པུ་མོ་ལ་མི་སྤྱི་འཐུས་ལས་ཏོག་གི་ནི་འུ་མོ་ལ་སྤྱི་འཐུས་ཟུར་པ་གི་ནི་མོ་ལ་བཀའ་བློན་ཟུར་པ་གི་ནི་མོ་ལ་བཀའ་བློན་ལས་ཏོག་གི་ནི་མོ་ལ་ནི་ཨོ་མདོ་ཤཱན་འུ་མི་པ་ཀ་རྒྱབ་སྐྱོར་ནང་ཀན་མོ་ལ་ཡ་གི་ནི་བུ་རང་ཨོ་མ་བཀའ་ཟུར་དངོས་གྲུབ་འབྲོང་ཆུང་ག་གི་ནི་ལ་ཁ་ལས་པ་གིས་སྨྱོ་ཟླ་ལས་བྱེད་ཐམས་ཅད་རང་གིན་ལ་རྒྱབ་སྐྱོར་གནང་ན་སྨྱོ་མ་སྤྱི་འཐུས་ལས་གཏོད་པ་གི་གིན་དབུ་རྒྱབ་སྐྱོར་གནང་ན་ཟུར་པ་པ་གི་གིན་དབུ་རྒྱབ་སྐྱོར་གནང་ན་བཀའ་བློན་ཟུར་པ་གི་དབུ་རྒྱབ་སྐྱོར་གནང་ན་ལས་གཏོད་དབུ་རྒྱབ་སྐྱོར་གནང་ན་སྨྱོ་ཟླ་སོ་ངོ་ཕྱི་ལུ་ཕྱི་ལུ་པ་གི་རྒྱབ་སྐྱོར་གནང་མ་ཀ་མ་གི་ནི་ལ་ནི་ཏན་ཏན་ནི་ཨ་པ་གི་གིན་ལ་ཧ་གོ་ནི་གི་ནི་ལ་རོ་སོ་ངོ་དོ་ལེགས་པོ།

ཏན་ཏན་ནད་བག་གི་དམ་པའི་རེ་བས་དོ་ཐོག་ན་ཨོ་ཉི་ཨ་ཉི་ཉི་ད་རེ་གི་ནི་ལ་ཉི་ནད་བག་གི་ཡིན་གཅིག་མིན་གཅིག་དོ་སྣང་སྣང་ཉིད་ཀྱི་ནི་ལ་ཨོ་མདོ་དོར་རང་སྟེང་གི་སྲིད་སྐྱོང་རོ་དོ་དོ་དམ་པ་དོ་ནི་ལ་ཕན་ཆད་མ་ནོར་བ་དང་ནི་རང་སྟེང་གི་དམིགས་ཡུལ་བཙུགས་མ་ཞུགས་ཀྱི་ནི་ལ་ཏན་ཏན་དམིགས་ཡུལ་འགྲུབ་བར་ལའང་ཏན་ཏན་ནད་བག་གི་སེམས་མི་ལེགས་ཡོད་པས།

ཆོས་མི་བདེ་སྲུང་བཀའ་བློན་ཆོས་གནང་ཀ་ཉི་འོ་མ་ཉིས་སྟོང་བཅུ་དྲུག་བཀའ་དགེ་ནི་ལ་འོས་བསྡུ་ཆེན་མོ་དོར་ཉི་འོ་མདོ་རི་འོ་དགེ་ལ་ནི་འོས་བསྡུ་ཆེན་མོ་སྐབས་བཀའ་དགེ་ནི་ལ་འོ་མ་སྐུ་ངོ་སྲིད་སྐྱོང་ནི་བློ་བཟང་སེང་གེ་རོ་དགེ་ནི་ལ་དབུང་ལྗང་ཉིས་སྟོང་བཅུ་དྲུག་སྐབས་བཀའ་དགེ་ནི་ལ་ནི་རོ་དགེ་ཀ་ཐོབ་ནི་དགེ་ནི་ལ་ནི་སྲིད་སྐྱོང་ཀ་གཤེགས་པ་དགེ་ལ་འོ་ན་འདི་བཀའ་དགེ་ནི་ལ་ནི་སྐུ་ངོ་བཀའ་ཟུར་གྲོང་ཆུ་དངོས་གྲུབ་དགེ་ནི་ལ་ནི་ལྗང་བཟང་ཆོས་དོར་ཀ་དགོངས་པ་ཞུན་ལྗང་ནི་སྤྱི་བཏང་ནི་འཇའ་ལོ་ཀ་ནི་ཧང་ཡེག་པེ་ཆོས་མོ་ནི་ཨོ་སད་གོ་མ་ནི་བཀའ་ཟུར་འོ་མ་ཐུབ་བསྟན་ལུང་རིགས་ལགས་དགེ་ནི་འོ་མདོ་དོར་འགྲེལ་བཤད་གནང་མ་ལ། ནི་རོ་ཀི་ཨོ་ནིང་སུང་མ་ལ་མི་ནི་གི་ནི་བུ་རང་ཨོ་ན་ཏི་ཀ་གིན་ལ་ཀུ་ངོ་གྲོང་ཆུ་དངོས་གྲུབ་ཀི་གིན་ནི་ལ་ཨི་པི་ཀ་རང་ནི་ཧང་རང་ཡེག་ཐོ་མོ་གིན་ལ་ཀུ་ངོ་སི་ཅོང་བློ་བཟང་སེང་གེ་ཆོ་ག་གིན་ནི་བུ་ཨོ་མདོ་ཐོ་མན་པ་ཨོ་མདོ་མི་ར་པབ་ཐོ་དང་ནི་ཨོ་མདོ་ཟུར་ས་ཨོ་མདོ་ཤུ་མདོ་ཧང་རང་མོ་མི་ནི་ཨ་ཏི་ནི་བོད་མི་སྒྲིག་འཛུག་ག་གིན་ནི་བུ་ཨོ་མདོ་རོ་ཀི་མ་སྒྲིག་པ་དང་ཨོ་མདོ་ཅོ་འཛུ་ཨ་མདོ་ཧང་རང་མོ་མི་གི་ནི་བུ་རང་རོ་ཀི་དགོངས་པ་ཤུ་ལས་ཤོ་གིན་ལ་རོ་རོ་ཏིན་ག་ནི་བསམ་བློ་རྒྱ་ཆེན་པོ་པི་ནི། རོ་རོ་སྟོན་གྱི་གི་ནི་འོམ་བྱང་གི་ནི་ལ་བཟང་སྤྱོད་དོར་བའི་དགོངས་པ་ཞུ་འཇང་ནི་དགོངས་པ་ཞུ་ལས་བྱུང་མཚན་ཞུ་ཧང་གི་ལ་ཡང་ལ་བྱང་བྱང་སྟེང་གི་ནི་ལ་འོམ་བདེ་སྲུང་ནང་གི་ནི་ལ་འོ་མདོ་དོར་ནི་བསྟི་སྟང་ནི་རོག་གི་ཉེ་འགའ་ཆོས་དང་ནི་བདེ་སྲུང་འགའ་ནང་འགའ་གི་ནི་ལ་འོ་མདོ་དོར་བསྟི་སྟང་རོག་གི་ནི་ལོ་བྱུང་མཚན་མདོ་དོར་གི་ནི་ལ་རང་སྟེང་འགའ་དིང་བབ་འགའ་དོར་འགའ་གི་ནི་ལ་འོ་མདོ་དོར་ནི་བཟང་སྤྱོད་དོར་བའི་དགོངས་པ་ཞུ་འཇང་ནི་འོ་ནོར་བྱུང་མཚན་གྱི་ནི་ལ་སྨྱོ་མ་བཀའ་ཟུར་ཐུབ་བསྟན་ལུང་རིགས་ལགས་ཀྱི་ནི་འགྲེལ་བཤད་ཕིའོ་ལ་འུ་ནུ་རང། ཕན་ཆད་ཀྱི་ལའང་ཨོ་ནི་སུག་མ་ལ་མི་ཨོ་ནི་ཨ་ཉིད་གཉིས་རོགས་ཀྱིས་ནི་ལ་བཟང་སྤྱོད་དོར་བའི་དགོངས་པ་ཞུ་བ་མ་གཏོགས་ག་ལེ་གཉིས་རོགས་ཀྱིས་ཨོ་མདོ་མ་འགྲིག་པ་དང་རོགས་ཀྱིས་དེ་གསུམ་བཀའ་བློན་ཨ་ལེ་མ་རོ་པ་དང་གཉིས་རོགས་ཀ་དུས་ཚེ་ཚང་ནི་དགོངས་པ་ཞུ་ཨོ་མདོ་ཧང་ར་མང་ཡིན་མི་དུས་ཚེ་དང་མ་ཚང་པ་བྱོས་མི་ཨོ་ན་དི་ག་གཉིས་རོགས་ཀྱིས་ནི་ལ་གཉིས་མུ་ཐུ་ནི་དུས་ཚེ་ཚང་ཚང་བསགས་པོ་ནི་བཞུགས་པའི་ཨོ་མདོ་མི་གུ་བྱོས་ལ་མི་གི་ནི་བ་རང་རོགས་ཀྱིས་གི་ནི་ལ་ཨོ་མདོ་དོར་གཉིས་བྱང་གི་ནི་ལ་བཟང་སྤྱོད་དོར་བའི་དགོངས་པ་ཞུ་འཇའང་ཨོ་ནི་ཨོ་མདོ་དོར་ཁ་སེ་བུ་གས་གསུངས་ཤི་མི་ཨུ་ནི་ཨུ་ནུ་ཤ་ཨེ། ཐམས་ཅད་རང་ཉིད་ཧ་གོ་ལེ་ཁེའོ་ཀེའི་ཆོས་ལུགས་ཀྱི་ལའང་ཨོ་ནི་ཞུན་ཅཱ། ཨོ་ཆམ་ཀ་གི་ནི་ལ་ནི་ཨ་ཏའི་མི་དམངས་མང་ཆེ་ཐོར་གི་ནི་སྐུ་ངོ་གྲོང་ཆུང་ངོ་གྲུབ་ཀྱི་ནི་ལ་ནི་ཨོ་མདོ་ཐོར་ནི་ཀེམ་པེན་དང་ཨོ་མདོ་གཏམ་བཤད་གནང་མའི་ཨོ་མདོ་ལེང་དེང་ནི་ས་ནས་ས་ནས་ཀ་ཨོ་མདོ་ཇོན་མ་ལ་ནི་ནཱན་ཤོ་ཧ་ནི་ཇོན་མ་ཅཱ་ཨོ་མདོ་ཐོར་ནི་དྲི་བ་མདོ་ཐོར། གནང་ན་མི་ནི་གཙོ་བཅུ་ཆོས་སྤྱོད་གཉིས་དབུ་མ་ཀན་པིན་ག་གི་ནི་ལ་ནི་རོ་མ་འཇོན་མའི་ཆོས་རྒྱུ་མཚན་ཧང་གི་ལའང་ལ་ནི་ནད་པ་གི་ཐམས་ཅར་ཧ་གོ་ལེ་མི་རོ་མ་འཇོན་མའི་རྒྱུ་མཚན་ཧང་གི་ལའང་རོ་གི་ནི་ལ་དབུ་མ་གཞུང་འགྲེལ་གི་ཡ་ནི་གི་ནི་ལ་ནི་དབུ་མ་ཨ་ཏེ་ལྡི་ལི་དོན་གཅོད་ག་གི་ནི་ལ་ནི་ཨོ་མདོ་སྟོད་ལེན་ཀན་ཏོར་གནང་ཆོས་བྱ་མི་ནི་ཨོ་མདོ་གཞུང་འགྲེལ་ཐོ་ག་གི་ནི་ལ་ནི་ཨོ་མདོ་སྟོད་ཀན་པིན། ཨན་མ་ཆོག་པ་མི་རོ་འོས་བསྡུ་ལྷན་ཁང་གི་གཉིས་ཁ་གསལ་བུ་གའི་འོ་མདོ་སྒྲིག་གཞི་གཉིས་འོ་མདོ་དྲིལ་བསྒྲགས་དོར་སྣང་དོར་བྱ་ཆོག་དང་མ་ཆོག་ཨང་གཉིས་འོ་མདའི་གི་གཉིས་ལ་རོ་གི་གཉིས་ལ་འོ་མ་གཞུང་འབྲེལ་ག་ལས་འགན་དོར་ཆོག་གི་ལ་གཉིས་འོ་མ་གཞུང་འབྲེལ་དོར་གའི་འོ་མདོ་དོར་ལེང་ཐེང་ས་གནས་ཁ་ག་ཇོ་གཉིས་གཉིས་འོ་མདོ་དོར་ཀེམ་པེ་ནང་གཉིས་ལ་གཉིས་བསྟི་སྟང་དོར་རོ་སྒྲིག་གཞི་གའི་གའི་དོན་བྱ་མི་འོ་མྱ་གཉིས་གཉིས་ལ་རོ་གི་གཉིས་ལ་མ་ཇོ་ནུ་མ་གི་ལ་ཨང་གཉིས་འོ་ནུ་གཞུང་བྱ་འོ་ནུ་མ་དོར་སྤྱི་སྟང་གཉིས་འོ་མ་སྤྱི་མདའ་དང་པོ་ཏཱ་རིས། སམ་བསགས་པོ་འདི་ནི་ནལ་བ་ཀི་ཨི་བི་ཀ་ཧང་འོད་ཤོས་ཨི་བི་ཀ་ལུགས་གཉིས་པོ་ན་ལེ་མི་སྔོན་འགྲོ་འོད་ཤོས་ཤོས་ཨི་བི་ཀ་ལུགས་གཉིས་ན་ལེ་ནི་ཨོ་མ་ཅི་འདའ་དང་པོ་བ་ནི་ཏཱ་རི་སམ་ག་གིན་ལ་ཏི་སྔོན་འགྲོ་འོད་ཤོས་ལུགས་པའི་བསྡུ་ཚེ་གཤེགས་བྱ་མི་ཨོ་ན་ཤོས་གིན་ལ་ཨི་བི་རང་ཨོ་བྷྱ་ལི་མང་གི་མི་རང་ཏེ་ཨི་བི་རང་ལས་རྗེས་མང་གི་མི་ཨོ་ནྱ་ནི་གིན་ལ་ནི་ནལ་བ་ཀི་གིན་ལ་འོད་ཤོས་ཨི་བི་ཀ་ལུགས་གཉིས་པོ་ན་ལེ་གི་ལ་ནི་ཨུ་ནུ་གིན་ལ་འོད་དུ་དྲིག་བཞི་པོ་གའི་དན་མ་འཇང་ནི་ཨུ་ནུ་སུང་བཞི་མི་ནི་ཨུ་ནུ་ཤོ་ཨེ་བ་ཀི་ཧ་གོ་ལེ་ཁེ་བ་པེ་མ་སི་ཀའི་ཆུ་ལུགས་གིན་ལའང་ཨུ་ནུ་ཤུན་བྱ། ཨོ་བྷྱམ་ག་གིན་ནི་ལ་ནི་ཨ་ཏེ་མི་མང་མང་ཆེ་ཐོག་གི་ནི་སྐུ་ངོ་དྲུང་ཆུང་དངོས་གྲུབ་ཀྱི་ནི་ལ་ནི་ཨོ་མདོ་དུར་ནི་སྐལ་དཔོན་དང་ཨོ་མདོ་གཏམ་བཤད་གནང་མའི་ཨོ་མདོ་ལེང་སྟེང་ནི་ས་གནས་ས་གནས་ཀ་ཨོ་མདོ་འཇོན་མ་ལ་ནི་ན་ཤོ་ཧ་ནི་འཇོན་མ་འཇའ་ཨོ་མདོ་དུར་ནི་དྲི་བ་མདོ་དུར་གནང་ན་མི་ནི་གཙོ་ཆོས་ཤོ་ཤོ་ནི་ཨོ་མ་སྐལ་དཔོན་ག་གི་ནི་ལ་ནི་རོ་མ་འཇོན་མའི་ཤོ་རྒྱུ་མཚན་ཧང་གི་ལ་ཡང་ལ་ནི་ནད་པ་གི་ཐམས་ཅར་ཧ་གོ་ལེ་མི།

ས་གནས་ཁ་ཁ་ཇོ་ནི་ནི་ཨོ་མདོ་དོ་ཀེམ་པེ་ན་ནི་ལ་ནི་ཏི་ཏང་དོ་རོ་དྲིག་ཤི་གའི་གའི་དེ་འཇ་མི་ཨོ་ནི་ཨ་ནི་གིན་ལ་རོ་གིན་ལ་མ་ཇོན་མ་གི་ལའང་ནི་ཨུ་ནུ་ཞུན་ཇ་ཨུ་ནུ་མ་དོ་ཅི་ཏང་ནི་ཨོ་མ་ཅི་མདའ་དང་པོ་ཏཱ་རི་སམ་སག་པོ་མདའ་ནི་ནའི་བ་གི་ཨི་བི་ག་ཧང་འོས་ཤོས་ཨི་བི་ག་ལུག་ནི་བུ་ན་ལེ་མི་སྔོན་འགྲོ་འོས་ཤོས་ཤོས་ཨི་བི་ག་ལུག་ནི་ན་ལེ་ནི་ཨོ་མ་ཅི་མདའ་དང་པོ་བ་ནི་ཏཱ་རི་སམ་ག་གིན་ལ་ཏི་སྔོན་འགྲོ་འོས་ཤོས་ལུག་པའི་དུ་ཚེ་ཤེག་ཇ་མི་ཨོ་ན་ཤོས་གིན་ལ་ཨི་བི་རང་ཨོ། ཤར་ལི་མང་གི་མི་རང་ཏེ་ཨི་བི་རང་ལས་ཇེ་མང་གི་མི་ཨོ་ནི་ཨ་ནི་གིན་ལ་ནི་ནའི་བ་གི་གིན་ལ་ཝེ་ཤོས་ཨི་བི་ག་ལུག་ནི་བུ་ན་ལེ་གི་ལ་ནི་ཨུ་ནུ་གིན་ལ་ཝེ་དུ་དྲིག་ཤི་བུ་གའི་ཏེན་མ་འཇང་ནི་ཨུ་ནུ་སུང་ཤི་མི་ནི་ཨུ་ནུ་ཤོ་ཨའི་བ་གི་ཧ་གོ་ལེ་ཁེ་བ་པེ་མ་སི་གའི་ཆུ་ལུག་གི་ལ་ཨང་ཨུ་ནུ་ཤུན་ཇ། ནི་ཨོ་མ་ཐོར་ཧང་ཤུ་ལེ་ཨང་ནི་ལ་ཇི་ཨོ་མ་ཨོ་སའི་གོང་ག་ཤུ་བ་དོ་རང་གི་ལ་ནི་ཐོར་བང་གི་བྷ་ཅམ་ག་ནི་ཀུ་ངོ་ཀྲོང་ཆུ་ངོ་གྲུབ་ཨ་གང་ཤོ་གི་ནི་ལ་སོ་ངོ་སྙོམ་ཆུང་དང་ནི་སོ་ངོ་ལོ་ཀོ་མོ་ཨ་ཅང་ངོ་མདོ་དུར་ཀྲོག་གཏམ་འདོན་འཇོ་ལ་མི་ནི་ཨུ་ནུ་མང་གི་ཨང་ཀྲོག་གཏམ་མང་གི་ཨང་ཨུ་ནུ་ཤོ་གི་ནི་ལ། དཔེ་ཆ་གཞན་ལ་གཅིག་སྟོང་དགུ་བརྒྱ་གེ་བཅུ་གེག་གསུམ་ལོ་ག་གིན་ལ་ཨོ་མདོ་རྫ་བྲག་གི་གནས་ཐང་ཐོ་ག་གིན་ལ་རོ་ཀི་གིན་ལ་ས་དབང་ཐོ་གས་ནི་བོད་ག་ཇོན་མ་ལ་མི་ནི་བོད་ག་ཇོན་ནི་གིན་ནི་ལ་ནི་ཨ་ཏེ་ཐ་རྒྱ་ག་ནང་ག་གིན་ནི་ལ་ནི་གོང་ས་ཇོ་བ་བཀའ་སློབ་དང་ཨོ་མདོ་ལེང་བུ་ལེ་རེ་བ་དང་ནི་ལེ་ལ་བོད་ནང་ག་གཤེགས་ནི་གུ་རུ་རང་གི་ནི་བུ་རང་ནི་ཆབ་རྩོམ་པ་པ་གམ་བྲེ་བ་ཨ་ནི་གི་ནི་ལ་ནི་རོག་གི་ཨོ་འདོ་ཨ་བོད་ནང་ག་གནས་སྟངས་ནི་ཐེང་རྒྱ་གར་ནང་ག་ཕ་ནི་ཨུ་ནི་ཨོ་འདོ་ཨ་ལེ་རེ་བ་ག་ནི་བོད་དང་རྒྱ་གར་ཆམ་ག་གི་ནི་ལ་རོག་གི་ཟམ་པ་དོ་ཨ་ནི་ཨོ་འདོ་ལའི་ཨ་ལེ་རེ་བ་ནི་ཨོ་འདོ་གང་མི་སེར་ནང་མ་ལ་མི་རོག་གི་གི་ནི་ལ་ནི་ཨོ་ན་ནང་གའི་བུ་རོག་གི་གི་ལ་ཤོ་ནི་ཙིང་འཇོན་མ་ལ་མི་ས་ཝང་དོ་གའི་ཨ་ནི་གི་ནི་ལ་ཞན་ཨོ་འདོ་ལོ་གོ་མ་ཧན་སོ་ངོ་གི་ནི་ལ་བོད་ནང་ག་འཇོན་མི་མར་བ་མི་ནི་རོ་རོ་ཏེན་ག། སོགས་བད་ག་བཙུགས་ནི་གི་ནི་ལ་ཨོ་མདོ་དོར་ནི་རང་བསྟན་རྒྱ་ཡུག་ཏོ་ཏོ་ཨ་ནི་གི་ནི་ལ་ནི་རོ་ཀི་གི་ནི་ལ་ཏན་ཏན་ཨོ་མདོ་བོད་ནང་ག་འཇོན་མེ་རི་ཁང་ཞུ་ཨོ་མ་སག་པོ་ལུག་རྒྱུ་ནང་ག་མོ་ཨོ་ལ་ཡ་ཤན་ཨོ་མདོ་གཞུང་འབྲེལ་ཏོ་ག་འཇོན་གན་ཤན་སྒེར་གི་ཏ་ཧན་ཏི་ཨ་ནི་གི་ནི་ཨོ་མདོ་དོར་ནི་ཙིང་ཏེ་ཁན་ཏན་ཏི་ཨོ་བོད་གི་ནི་ཨུ་གཞུང་འབྲེལ་ཏོར་ག་ཨོ་མདོ་ས་དབང་ཏོ་ག་ཨོ་མདོ་འཇོན་མེ་རི་ཁན་ལུག་རྒྱུ་ནང་ག་ཇི་ལ་ན་མ་ཐན་ཤི་ནི་ཨོ་ན་ནང་གའི་བུ་ནི་རོ་ཀི་ནི་ལ་ཨོ་མདོ་བོད་དང་རྒྱ་གར་ཆམ་ག་ཨོ་མདོ། ཟམ་པ་དོ་ཨ་ནི་ལིང་ཏེང་བྲེ་བ་ནང་མ་ཀམ་གི་ནི་ལ་གཡོ་ནད་ཚིག་འཛིང་རོ་རྒྱ་གར་ནང་ག་གཤེགས་ཆུ་མ་གི་ནི་ལ་གཉིས་ཆབ་སྲིད་རྩོམ་པ་པ་ག་རྒྱ་ནག་མི་མང་གི་ནི་ཧ་འདས་དྲི་བ་ཕིོ་ལ་གཉིས་རྒྱ་ནག་མི་མང་གི་དྲི་བ་དོན་ཚན་གསམ་ནང་ག་དྲི་བ་ཕིོ་ལ་མི་དྲི་བ་ཕི་ལས་ཤོ་ཧང་ཕིོ་ལ་ཨ་ནི་ལ་ཨོ་མ་དོན་ཚན་དང་པོ་ཤོ་གི་ནི་ལ་གཉིས་ཨོ་མ་གོང་ས་མཆོག་གཉིས་པ་ཤོ་གི་ནི་ལ་དམ་དོ་རིན་པོ་ཆེ་གཉིས་ཨོ་མ་གསུམ་པ་ཤོ་གི་ནི་ལ་སྐུ་ངོ། གྲོང་ཆུང་དངོས་གྲུབ་རོག་ཏི་སམ་ནང་ག་ཙོད་ཙོད་དོ་ཨོ་ལ་མི་ནི་རོག་ཏི་སམ་གི་ནི་ལ་ཨོ་ཅ་ཡ་ཧ་མདོ་ཅ་ཡ་ཨོ་མདོ་དོ་ནི་རོག་ཏི་གི་ཙོད་ཙོད་དོ་དོ་ཇ་མི་གི་དྲི་བ་དོ་དོ་ཕི་ཨོ་ལ་མི་ཆབ་སྲིད་རྩོམ་པ་པ་ག་ཅེ་ཙང་ནི་ཨེ་བ་གི་བློ་ཁོ་ཆུ་བ་མོ་ཨོ་ཤོ་ཨོ་ནའི་རང་ནི་ཐ་ཅོད་པི་ལ་མི་སོ་ངོ་ཧ་མདོ་ཆུ་བ་དང་བློ་ཁོ་ཅ་དང་མོ་ཨ་གི་ནི་ལ་ནི་བྱ་ན་གཞུང་གི་ནི་ཨོ་མདོ་དོ་སོ་ངོ་སམ་ག་མིག་སེ་གི་ཙོད་ཙོད་ཨ་ལ་ཀམ་གི་ནི་ལ་ནི་རོ་འཇོམ་བུ་ཆུ་བ་དང་མོ་ཨ་དང་རོ་བློ་ཁོ་ཆུ་བ་དང་མོ་ཨོ་ཤོ་ཨོ་ནའི།

ཁ་བསིལ་བོ་ཧ་གོ་ནའང་ཨུ་ནུ་ཞུ་ལེ་ཡང་མི་ཤེས། ནི་ཨོ་ན་དེ་ག་ཧང་ཞུ་ལེ་ཡང་ལ་ནི་ཨོ་ཧ་ཆམ་ག་ནི་འོས་བསྡུ་སྐབས་ག་གི་ནི་ལ་ནི་ཨ་ཏི་སྤྱི་ཚོགས་ནང་ག་གི་ནི་ལ་སོ་ངོ་མང་བྱེད་གི་ནི་ལ་ནི་ཨོ་མ་དེ་གསུམ་བཀའ་བློན་ཟུར་པ་སྐུ་ངོ་འབྲོང་ཆུང་ངོ་གྲུབ་ཀྱི་ནི་ལ་ཨོ་མདོ་དོར་ནི་ཆབ་བྲག་ཨན་མ་ལའང་ནི་མ་འོང་ག་ལེ་ཅར་དང་མ་འོང་ཨོ་མདོ་ནི་ཧང་ཧང་ནི་རང་སྟེང་ག་ལྟ་གྲུབ་ཧང་ཆོ་ག་ཨོ་མདོ་དམིགས་ཡུལ་ཧང་ཆོ་ཨོ་མདོ་དོར་ནི་མེ་ནི་ཕེ་སི་ཏྲི་ཨན་མ་ལའང་ཨོ་མདོ་གསུང་ན་མི་ནི་མེ་ནི་ཕེ་སི་ཏྲི་ཨ་ལེ་ཁེ་བ་མོ་མི་ཨུ་ནུ་ཆོས་རང་འདི་རང་འདི་བསམ་བློ་ཕི་ལེ་ཁེ་ལེ་ཅི་དང་སྐུ་ངོ་གིས་ཧང་གསུངས་ན་ཡང་ལ་ཨོ་ཧ་ཆམ་ག་གི་ནི་ལ་ཨོ་མདོ་དོ་ནི་མང་པོ་དོར་གི་སྲིད་སྐྱོང་འོས་མི་ནང་ག་ཤང་ག་གིན་ལ་ནི་ཇི་ཨུ་སུ་ཨ་ལེ་རེ་བའི་མ་འོང་པའོ་ཉུ་ཨ་ལེ་ཨེ་ཧན་ཨ་ལེ་ཨང་ནི་ཨོ་མདོ་དོ་གསུངས་ན་མི་གི་ནི་བུ་རང་དངོས་སུ་ལག་བསྟར་གནང་མོད་ཨ་གམ་གི་ནི་ལ་ཏན་ཏན་དཀའ་ངལ་རི་ཅང་ནི་ལག་བསྟར་གནང་མེད་མར་བ་ཨོ་མདོ་དོར་དཀའ་ངལ་རི་ཅང། ནི་ཨོ་ནུས་གསུངས་ན་མི་གི་ནི་བུ་རང་རང་སྟེང་གི་ཨོ་མདོ Manifesto སྤྱིའི་ཨུ་སུ་ཨ་ལེ་ཨེ་ཧན་ཨ་ལེ་མ་འོངས་པ་ཨོ་མདོ་ལེ་ཅར་ཨུ་སུ་ཅཱ་ཨེ་ཧན་ཅཱའང་ཨོ་ནུའི་ཡེག་པ་ཙམ་གི་མང་གི་མི་ནི་དངོས་སུ་ལག་བསྟར Practical ཐུང་ང་དེ་ལེ་རེ་ཁན་ཨུ་ནུ་ཏན་ཏན་ཚྭས་པའི་གེ་ཆུ་ལི་གི་ལ་མི་ཨོ་ནི་ཨ་ནི་ཨོ་མ་ཀུ་ངོ་གྲོང་ཆུང་ངོ་གྲུབ་རོ་དོག་གི་ནི་ལ་ཨོ་མ་ས་ཀུན་ལོ་བཞི་བཅུ་ཞེག་གསུམ་པའང་ནི་ཨོ་མདོ་ཨ་ཏེ་དེ་སུང་ག་ནི་ཨོ་མདོ་ཞབས་ཅི་ཞུ་ནི་གི་ནི་ལ་ནི། གཞུང་འབྲེལ་ཐོག་ཁ་འོ་མདོག་ཏུ་ལོ་བཞི་བཞག་གསུམ་བཞག་བཅུ་ཞུ་བ་གི་ནི་ལ་ལས་སླ་བོ་མང་གི་མི་ཐམས་ཅད་རང་ཁེར་མི་ཁེར་ལས་ནི་ཉིན་བཞི་བཅུ་བཞག་གསུམ་ཨག་པ་དེ་ཧ་ལམ་འདོད་དོར་ནི་འོམ་མིའི་མི་ཚེ་དོར་གི་ནི་ལ་མི་ཚེ་ཚད་དཔང་ཆུམ་ལྡན་བྱ་མི་ཨུ་ནུ་ཨ་ལགས་གི་གི་རོགས་གི་ནི་ལ་ནི་ཉམས་མྱོང་ཧ་འདན་བསགས་པ་ཅང་ལ་རོགས་གི་ནི་ལ་རིམ་པས་གི་འོ་མ་དོ་ཨན་ལ་ནི་རེ་ངན་དགའ་ག་གོང་མ་དོ་ཨ་ནི་ནི་ཐེམ་དཔང་ཐོ་རེ་ག་ཐོ་རེ་ཐོ་རེ་ག་ཐོ་རེ་ཨོ་ནི་ག་གོང་ནི་གི་ནི་ལ་ཉོག་འདོད་དོར་ག།

ཁོད་པ་དོ་ཨན་ལ་ནི་རོ་ཀི་གི་ནི་ལ་ཧང་གི་ནི་འོད་ཆ་ལས་སྣང་ཆོག་ཆོག་མི་རོ་ཀི་ལའི་ཨན་ཆོག་ཆོག་ནི་ཨོ་མདོ་ཁྱད་པར་རྟེན་རྟེན་དེ་ལས་ཨང་ནི་ཨོ་མ་ཞན་ཨོ་མདོ་ཨ་དེ་སྲིད་སྦྱོང་མང་པོ་དོར་སྲིད་སྦྱོང་ཨི་མི་ཞུ་ཁ་མང་པོ་དོར་གི་ཨོ་ནི་གསུང་ན་མི་ནི་ཇི་ཨུ་ནུ་ཨ་ལས་རེད་པས་ཨུ་སུ་ཨ་ལས་རེད་པས་ཨང་ཨོ་ནི་གསུང་ན་མི་ནི་ཨུ་ནུ་རོ་ཀི་ཨོ་མདོ་གསུང་མ་ལ་ཨེ་མ་གསུང་མེད་ཞུ་རོ་ཀ་རོ་ཀ་དང་སྡིག་མཛོད་མདོ་དང་བཅའ་མི་རོ་ཀི་སྣང་མེད་རེད་པས་ག་ནི་ཨོ་ནས་ནི་རོ་ཀི་གསུང་མ་འཇའ་མི་གི་ནི་པུ་རང་རོ་ཀི་ཧང་གསུང་འཇའ་ཨན་ལ་ནི་ནད་པ་ཐམས་ཅད་རང་གཟིགས་པ་པས་ཨོ་མ་ནོ་པའི་ལུང་ལུང་འདྲེ་གང། ཇུས་གཉིས་ཀྱི་གཉིས་པོ་ཨོ་མདོག་དོར། དྲི་བྲག་གསེར་བྲག་དོར་སྣང་བཞི་མེད་དེ་ག་སྣང་བཞི Voice of America ཨ་རིག་ལུང་འདྲེན་ཇུས་གཉིས་པོ་གསེར་བྲག་དོར་ཏན་ཏན་སྣང་མ་གིན་ལ་གཉིས་ཨོ་ནག་གིན་ནི་ལ་ཧང་གསུང་བཤད་ཡང་ལ་གཉིས་ཨོ་མ་ཨུ་ཚུགས་སྔོན་འགྲོ་སྐབས་ག་གིན་ལ་བྱང་ཨོ་མདོག་དོར་ལེང་སྟེང་གཉིས་མང་གཙོ་བ་ཨོ་མདོག་དོར་དྲི་བྲག་གཉིས་གཏམ་བཤད་སྣང་གཉིས་ཨོ་གཉིས་མ་ལའང་མ་ལས་རྒྱུ་མཚོན་ཞུ་ཧང་གིན་ལ་ཡང་ལ་བྱང་ཨོ་མ་གིན་ལ་གཞུང་འགྲེལ་ག་ལེང་གིན་མདོར་བྱ་གི་གཉིས་པོ་རང་ནད་བག་གི་རྒྱབ་སྐྱོར་སྣང་མ་ཞུ་ལེགས་པོ་གིན་ལ་རྒྱབ་སྐྱོར་ནད་བག་གི་རྒྱབ་སྐྱོར་སྣང་མདོག་གིན་ལ་ཇི་ཏན་ཏན་འཕྲོ་ལ་དེ་ལས་མ་ཡི་པི་ལའང། ནི་ནད་པ་གི་རྒྱབ་ཆུ་ནང་མ་བཞི་གསུང་གི་ཨ་ནི་ལྗང་སྔོ་འགྲོ་ག་ཨ་ནི་སྔོ་བཞི་ག་བོད་མི་ནང་ག་གཤེགས་པ་དོ་ཨ་ནི་ལ་ནི་ཨོ་ན་གི་ནི་ལ་ནི་འཇག་ལོ་ག་ཨི་བི་ག་བྲེ་བ་ཞུ་ལེ་ཆུ་ཨ་ནི་ནད་པ་མི་མང་ནང་ག་ཧན་ཏེན་གཏམ་བཤད་སྣང་མེད་ཆུ་ཨ་ནི་ཨོ་ན་མ་འོང་ལེ་ཆར་ནི་མ་འོང་ག་ཨ་ནི་ཨོ་འདོ་དོ་མི་གཡུ་ཧང་ཆུ་ཨོ་ན་གི་ནི་ལ་ཏན་ཏན་གསུང་མི་ཨང་ནི་ཁ་སེ་བོ་གི་གསུང་བཞི་མེ་ནི་ཨུ་ནུ་བཞི་གསུང་གི་ཨ་ནི་ཨ་ཏེ་མི་མང་པ་གི་གི་ནི་ལ་ཏན་ཏན་ཧ་གོ་ལེ་གི་ག་ཁི་ཨོ་ཤེ་བོ་གའི་ཆི་ལུ་དོ་ཐོང་ནའང་ཨོ་ནི་ཞུ་འཇག། ནི་ཅང་ཧང་སའེ་མིན་ཤན་ལ་ཨོམ་ཨ་ཏེ་ཐའོ་ས་བྱ་ཆེ་མི་མང་ནང་ཁག་གི་ནི་ལ་ཨོ་མདོ་སྟོད་རོ་མི་མང་ཐོར་འབངས་ཀྱི་སེ་མིན་ཅའོ་བྷེ་སི་སྐྱོང་ཨ་ཀན་ཨི་བི་ཤེག་ནི་ཤེག་ཅན་ནི་ཁེ་པར་མོ་ལང་ཨོ་མདོ་བསམ་བློ་ཕི་ཀན་བུ་ཏན་ཏན་ཆོ་གེ་བྷེ་གི་ནི་བུ་རང་ནི་རང་སྟེང་གི་ཨོ་མདོ་བསམ་བློ་མི་ཁན་ཏ་མོ་བྷེ་ཤོ་བསམ་བློ་མི་ཨོ་མདོ་ཨན་ལ་ཏན་ཏན་ནོར་བ་གི་ལང། ཨོ་ཉུལ་ཞུ་འཇལ་གྱིས་ཧན་ཏེ་ནོར་པ་ཡང་ལ་ཉི་རང་སྟེང་ག་དམངས་གཙོ་ཐོབ་ཐང་མཐོར་མ་ཏོ་མོའོ་གི་ལེར་ལ་མོའོ་གི་ཉི་ལ་ཉི་ཨུ་ནུ་དམངས་གཙོ་ཐོབ་ཐང་ཞོ་ཤོར་པའི་མ་བི་ཨ་ཉི་རང་སྟེང་གི་ཐོབ་ཐང་ཏག་ཏག་ཉི་ལ་ལེ་རེ་བ་དང་ཐོབ་ཐང་ཉི་ཏག་ཏག་ཉི་བེ་ཇོ་ཨ་ལེ་རེ་བ་ཚ་སྤེ་གེ་ཆུ་ལི་གི་ལ་མི་ཨོ་ཉི་ཨ་ཉི་ཉི་འཇང་འཇང་སྟེང་ག་བསམ་བློ་བཏང་བཏང་ཧང་གི་ལ་ཡང་ལ་གེ་སེ་སྲིད་སྐྱོང་ཨ་ཀང་ཤོག་གིན་ནི་ལ་པེ་མ་སི་ཨོ་ཧ་ཆམ་ག་དུ་ཙེ་ག་གིན་ལ་གེ་ཆི་ལུ་གང་མེ་སི་ཐོང་ཅཱ་ཅི་ཉི་ཐོག་མེ་ཨ་ཇུམ་ཙེ་ཧང་གིན་ལ་ཡང་ལ་ཉི་ཇི་ཨུ་ནུ་ཏྲེ་ཤེ་ཏུ་རུ་ཤུ་ནི་ལ་མིན་ཤི་སྲིད་སྐྱོང་གེ་ཙེ་སྐུ་ངོ་གྲོང་ཆུང་དངོས་གྲུབ་ཏོ་གཤེགས་པ་ཏོ་ཨ་ནི་ལ་པེ་མཇལ་ཏེན་ཏེན་ཉི་ཨ་ཏེ་བོད་ནང་ག་བཞུགས་ག་ནི་ཞི་ལུ་མི་མང་དང་ཉི་བོད་ག་ནི་བཙོན་པ། མང་པོ་དོར་བཅག་གི་ལ་བོད་ནང་ག་གི་ནི་ལ་ནི་ཨུ་ནུ་པ་ག་གི་ནི་བོ་ནི་རང་སྟེང་ག་བདེ་བ་དང་ནི་ཨོ་མདོ་ཧང་ར་མོ་བ་རང་དབང་མོ་བ་གི་དཀའ་ངལ་གི་ཨོ་མདོ་དོར་དཀའ་ངལ་ཉག་ཅིག་ག་རང་ང་ཕྱོགས་གི་ལ་རོགས་བསྟེ་བ་གི་ནི་བོ་ནི་ནི་དུག་ངལ་ག་ཡི་ཐར་པའི་དང་ནི་རང་དབང་མོ་བ་གི་ལ་རང་དབང་ནོངས་པའི་ཆོས་དང་ནི་ཨ་ཏེ་བོད་དང་བྱ་ན། ཆམ་ཁ་གི་ནི་བར་ཨོ་མདོ་དོར་འབྲེལ་ལམ་ལེགས་པུར་བཅོ་ལྟེ་རེད་པ་དང་ཕན་ཆད་གཏན་གཏན་ཁྱད་པར་དེ་ལེའང་ཟེར་མི་འཇའ་ད་ག་ནང་ཤེས་ནི་ཨོ་མ་སག་པུང་གོང་ས་མཆོག་གི་སྐུ་ངལ་ཛེ་མེ་ཐོ་ག་གི་ནི་ལ་ཨ་ཏེ་བུད་མེད་ས་ཡ་དྲུག་ག་དོན་དག་གི་ནི་ལ་ཨོ་མདོ་དོར་སྐུ་ལས་སྤྱོན་གནང་མ་གི་ནི་ལ་ཨུ་ནུ་གི་ནི་བུ་རང་ནི་ཉམས་འཇའ་དེ་ལེ་མའི་བུ་དང་ནི་གོང་ས་མཆོག་གི་གསུང་ཐོ་ག་དང་གོང་ས་མཆོག་གི་གནང་ཐོ་ག་ནི་ཨུ་ནུ་གནང་ག་གི་ནི་ལ་ཨུང་ཅང་གི་ནི་བུ་ལར་སོ་ཨ་ལེ་རེད་པ་དང་མི་ཉམས་གོང་བེ་དང་ཉམས་བེ་ལར་སོ་ཨོ་མདོ་ཨ་ལེ་རེ་ཁང་ཤོག་གི་ནི་ལ་ནི་ཨོ་མ་སྐུ་ངོ་བཀའ་ཟུར།

ཕྱི་ཟླ་དང་པོ་ཉི་ཚེ་སམ་ཉི་ད་རི་སམ་ནང་ག་གིན་ལ་འོས་འཕེན་མེ་ཨོ་ན་ནང་ག་ཁེན་ཅ་ཉི་ཨོ་ནི་ཨ་ལ་གམ་གིན་ནི་ལ་ཉི་ནལ་བ་ཐམ་ཅག་རང་གིན་ལ་དགོངས་པ་ལེགས་པ་ཨན་བཞེས་ནི་གིན་ནི་ལ་འོས་མ་འཕེན་མེ་ཡ་གོ་མ་གིན་ནི་ལ་བསམ་བློ་ལེགས་པ་ཨ་ཉི་འཕི་ནི་གིན་ནི་ལ་ཉི་རང་སྟེང་གི་འོས་འཐོར་ལ་ལ་ལུགས་པའི་མོ་ཨ་གིན་ནི་ལ་ཉི་སྲིད་སྐྱོང་ཨ་གང་ཞོ་རང་སྟེང་གི་དམིགས་ཡུ་སྲུང་མ་དོ་རང་ཉི་སོ་ངོ་ལེགས་པ་དོ་ལེགས་པོ་ཨ་ཐོར་ཨོ་ཤེགས་པ་ཨོ་དོ་ན་ཨང་ཉི་རང་སྟེང་གི་ཉི་ཨོ་ད་དམིགས་ཡུ་ཙུང་ནི་ཉི་སྐུ་ངོ་གྲོང་ཆུ་ངོ་གྲུ། དངོས་གྲུབ་གྲོང་ཆུང་དོ་དམ་པ་དོ་ཨན་ལ་ཕན་ཆེ་ཏན་ཏན་བརྒྱ་ཆ་བརྒྱ་རང་སྟེང་གི་དམིགས་ཡུལ་བཙུགས་མ་གི་ནི་ལ་སྔོན་འདོད་ཞོལ་གྲུ་བྷེ་རེ་བྷེ་ཨན་གྱིས་གཟིགས་ད་ཆོ་བུ་གའི་ཞུན་ཅ་ནི་འོ་ན་ནང་གའི་བུ་ཨུན་ཅང་གི་ནི་བུ་ནལ་བ་གི་གི་ནི་ལ་ལེགས་པ་ནི་ནི་ཡིབ་ནི་གི་ནི་བུ་ག་བུ་ནི་གི་ནི་བུ་ནི་བསམ་བློ་ལེགས་པ་ནི་ནང་ཕིན་ནང་ཞོ་ཨང་ནི་བི་གུ་ཞུན་ཅ་ནི་ཇང་ཇང་ཏེ་ག་བསམ་བློ་ཧང་མི་ཡོ་དང་ཇང་ཇང་ཏེ་ག་ནི་འོ་འདོད་དོ། ཧང་ཧ་གོ་བ་ནི་ཨུ་ནུ་ནང་ཀའི་ནི་ནད་པ་ག་ཁེ་མདོ་དོ་རུ་ཀའི་ཇི་ཞུ་བ་ལ་སོགས་ནི་ཨོ་མདོ་དོ་ག་ཛམ་དང་ལེ་ཀ་དྲིན་ཆེ།